བཀྲ་ཤིས་བདེ་ལེགས་ཨ་བ་ཚོ། ད་རིང་ང་ཚོ་ཁྱི་སེང་དྲུག་ཞེས་པའི་སྒྲུང་དེབ་ཀྱི་ལོ་ཨ་ཡི། ཚང་མ་ཡག་པོ་སེང་ཨ། ཁ་ཡེ་ད་ཁྱ་སྐྱིད་གུ་ཁྱི་ས་སྟེང་པ་སེང་ཨ་སེང། ཕ་ར་ད་ཁྲ་བཞི་བཅུ་དྲུག་ཁ་དྲུག་ཁྱི་སེང་དྲུག། ཁ་ཡི་དང་འཁྱག་འཁྱིག་གུ་ཁྱིའི་ས་རིང་པོ་སེང་ང་སེང། ཕར་དང་ཕྲ་བཞི་བཅུ་དྲུག་ཁ་དྲུག་ཁྱི་སེང་དྲུག། ལ་ཧབ་དང་ལྷ་མ་ན་རོ་མོ་ལྷ་མོ། ཨ་ཁ་བཞི་བཅུ་ཁུ་དང་ང་དང། ཁ་ཡི་དང་འཁྱག་འཁྱིག་གུ་ཁྱི། ས་སྟེང་པོ་སེང་ཨ་སེང། ཕ་ར་དང་ཕྲ་ཞབས་ཆུ་ཕྲུག་ཁ་ཕྲུག། ཨ་ཁུ་དང། ཁྱི་སེང་ཕྲུག། བ་བོ་ཀ་ར་དང་བཀྲ་ཤ་ཁྱི་ཁུ་ཤི་ས་ཤི་བཀྲ་ཤི། བ་བོ་ཀ་ར་དང་བཀྲ་ཤ་ཁྱི་ཁུ་ཤི་ས་ཤི་དང་ཨ་དང། ལ་ཧབ་དང་ལྷ་མ་ན་རོ་མོ། ཁ་ཡེ་དང་ཁྱ་ཁྱི་ཁུ་ཁྱི། ས་སྟེང་པོ་སེང་ཨ་སེང། ཕ་ར་དང་ཕྲ་ཞབས་ཆུ་ཕྲུག་ཁ་ཕྲུག། ལ། ཧ། ཅང་ང་ཅང། དྭ་འུ་ག་ག། པ་ན་རོག་པོ། ཡ་ན་རོ་ཡོད་ད་ཡོད། པ། ར་སྒྲེང་པོ་རེ་ད་རེ། བཀྲ་ཤིས་དང། ལྷ་མོ། ཁྱི་སེང་ཕྲུག་ལ། ཧ་ཅང་དགའ་པོ་ཡོད་པ་རེད།

སེང་ཕྲུག་ནི་ཁོ་གཉིས་ཀྱི་སྤུན་མཆེད་ནང་བཞིན་ཡིན། ས་འདྲེན་པོ་སེང་ང་སེང་ཕ་ར་དང་ཕྲ་བཞི་བཅུ་དྲུག་ག་དྲུག་ག་གི་གུ་གི་ས་གི་ཐ་ཕ་ཐབ་ཚ་ང་ཚང་ན་ང་ནང་ལ་ཁ་ལ་ཁ་ལག་ཟ་ཡ་གི་གུ་ཡི་ཡ་ན་རུ་ཡོད་ད་ཡོད།

ག་ཨེ་ད་གྱ་གྱི་གུ་གྱི་ཡ་ན་རོ་ཡོད་ད་ཡོད། སེང་ཕྲུག་བཀྲ་ཤིས་དང་ལྷ་མོའི་མཉམ་དུ་ཉལ་གྱི་ཡོད། ས་རིང་པོ་སེང་ང་སེང་ཕར་ད་ཁྲ་བཞི་བཅུ་དྲུག་ག་དྲུག་ག་གྱི་གུ་གྱི་ས་གྱི་ལ་ད་ད་ད་བཞི་བཅུ་དུམ་མ་དུམ།

ཕ་ར་དང་ཁྲ་ཞབས་ཅུ་ཕྲུག་ག་ཕྲུག། བའོ་ར་ལབ་དང་གླག་ག་ཟས་གླག། པ་ར་འབྲིང་པོ་རས་དང་རས། ཉི་མ་གཅིག་སེང་ཕྲུག་གླག་པ་རས། བའོ་ཀ་ར་དང་ཀྲ་ཤ་ཀི་ཀུ་ཤི་ས་ཤི། དང་ང་དང་ལ་ལྷབ་དང་ལྷ། མ་ན་རོ་མོ་ས་མོ། ཐ་བ་ཐབ་ཚང་ང་ཚང། ན་ང་ནང་ད་ཞབས་ཅུ་དུ། བ་བོ་ཙག་ལ་བཙལ་བ་ར་འབྲིང་པོ་རེ་དང་རེད། བཀྲ་ཤིས་དང་ལྷ་མོས་ཐབ་ཚང་ནང་དུ་བཙལ་བ་རེད། ཁ་ནོར་ཁོ་ག་བོ་གཉའ་གི་གུ་གཉིས་ཟ་གཉིས་ཀ་ཡི་དང་སྐྱ་གི་གུ་སྐྱིད་ཟ་སྐྱིད་ཉལ་ལ་ཉལ་ཁ་ར་དང་ཁྲ་གི་གུ་ཁྲི་ཨ་གི་གུ་ཡི་ཨ་ནར་འོག་ག་འོག་ལ། བ་བོ་ལ་ད་ད་ཏཱ་ས་ཏེ། ཀཱ་ཡི་ད་ཀྱཱ་ང་ཀྱང་མ། བ་བོ་ར་མྱ་ད་མྱ་དང་པོ་མྱེ་ད་མྱེ། ཁོ་གཉིས་ཀྱི་ཉལ་ཁྲིའི་འོག་ལ་ཏས་ཀྱང་མ་མྱེ། ཁ་ན་རོ་ཁོ། ག་བོ་མྱ་ཀྱི་གུ་མྱི་ས་མྱི། ཀ་ཡི་ད་ཀྱ་ཀྱི་གུ་ཀྱི་ས་ཀྱི། ལ་ད་ད་ད་བཞི་བཅུ་དུམ་མ་དུམ་ར་ཧ་ཀྱི་གུ་ཡི། ནང་ང་ནང་ལ། ཡང་ང་ཡང་བའོ་རྩ་ལ་རྩལ། བ་ར་རིང་པོ་རེ་ད་རེ། ཁོ་གཉིས་ཀྱི་ལྡུམ་རའི་ནང་ལ་ཡང་རྩལ། བ་རེ་ཨ། ཁ་ཤུབ་ཅུ་ཁུ་བའོ་ས་ད་ལྟ་ན་བརྟེན། ཨའོ་རྫ་སྐྱི་གུ་འཛིན་ན་འཛིན། ག་ཡི་ད་ཁྱ་སྐྱི་གུ་གྱིས་ས་གྱིས། རྩ་རིང་པོ་སེང་ང་སེང། ཕ་ར་ད་ཕྲ་ཤིབ་ཅུ་ཕྲུག། ཁ་ཕྲུག་ཨའོ་ཚ་ན་རོ་ཚོལ་ལ་ཚོལ་ར་ན་རོ་རོག་ག་སེ་རོག་བ་ཨེ་ད་ཆ་ས་བྱེ། ཨ་ཁུ་བསྟན་འཛིན་གྱིས་སེང་ཕྲུག་ཚོལ་རོག་བྱེ། ཨ་ཁ་བཞི་བཅུ་ཁུལ་ས་ཁུལ་ལ་ད་ལྷག་མ་ན་རོ་མོ་ལ་ས་ད་ན་རོ་དོང་ང་དོང་ཞག་གི་གུ་ཞིག་ག་ཞིག་བ་བོ་ས་ད་ད་རྟ་ན་བརྟེན་པ་ར་སྒྲེང་པོ་རེད་ད་རེད་ཨ་ཁུ་ལྷ་མོ་ལ་ས་དོང་ཞིག་བརྟེན་པ་རེད་ས་ད་ན་རོ་དོང་ང་དོང་ད་སྒྲེང་པོ་དེ་ཨ་ཁི་གུ་ཡི་ན་ང་ནང་ས་སྒྲེང་པོ་སེང་ང་སེང་ཕ་ར་ད་ཕྲ་བཞི་བཅུ་དྲུག་ག་དྲུག། སརྦ་ད་པཱ་ན་རོ་པོ། ལ་ན་རོ་ལོ་ཧ་ཀི་གུ་ཡི། མ་ཨོ་ཉ་མ་མཉམ་ད་ཤབ་ཇུ་དུ། ག་ཨོ་ཉ་ཀི་གུ་གཉིས་ད་གཉིས། ཤ་ན་རོ་ཤོར་ར་ཤོར། ཡ་ན་རོ་ཡོ་ད་ཡོ། པ། མ་ཨོ་ཐ་ན་རོ་ཐོང་ང་ཐོང། ས་དོང་དེ་ཡི་ནང་སེང་ཕྲུག་པོ་ལུས་མཉམ་དུ་གཉིས་ཤོར་ཡོད་པ་མཐོང། ཨ། ཁ་བཞི་བཅུ་ཁུ་སྲ་ཁུ་སྲ་སྒྲེང་པོ་སེང་ང་སེང་ཕ་ར་ད་ཁྲ་བཞི་བཅུ་ཐུག་ཁ་ཐུག་ས་ད་ན་རོ་དོང་ང་དོང་ན་ང་ནང་ན་ས་ནས་ཡ་ར་ཡར་བ་བོ་ད་ན་རོ་སྟོན་ན་སྟོན་པ་ར་སྒྲེང་པོ་རེ་ད་རེ་ཨ་ཁུ་སེང་ཕྲུག་ས་དོང་ནང་ནས་ཡར་སྟོན་པ་རེ། བ་བོ་ཀ་ར་དང་ཏྲ་ཤ་གི་གུ་ཤི་ས་ཤི་ཀ་ཡ་དང་ཀྱ་གི་གུ་ཀྱི་ས་ཀྱི། ས་སྦྲེང་བོ་སེང་ང་སེང་ཕ་ར་དང་ཁྲ་བཞི་བཅུ་དྲུག་ག་དྲུག་ལ། ག་བོ་གཡའ་སྦྲེང་བོ་གཡེར་ར་གཡེར་ཁ། ཆ་བཞི་བཅུ་ཆུང་ང་ཆུང་ཆ་བཞི་བཅུ་ཆུང་ང་ཆུང་ཞག་གི་གུ་ཞིག་ག་ཞིག། ཉག་ན་རོ་ཉོས་ས་ཉོས། ཏྲ་ཤི་ཀྱི་སེང་དྲུག་ལ། གཡེར་ཁ་ཆུང་ཆུང་ཞིག་ཉོས།

ཚ་གི་གུ་སིང་ང་སིང་ག་ར་ད་གྲག་ག་གྲག་ག་གི་གུ་གི་ཡ་ན་རོ་ཡོད་ད་ཡོད་པ་ར་དྲང་པོ་རེད་ད་རེད། སེང་ཕྲུག་ག་པར་སོང་ཡང་གཡེར་ཁའི་སྒྲ་སིང་སིང་གྲག་གི་ཡོད་པ་རེད། འོ་དེ་ད་སྒྲུབ་རྫོགས་སོ། ཐུགས་རྗེ་ཆེ།